ངས་དཔར་ཚིམ་འདི་འདི་བྱས། འདི་རྒྱབ་ལོགས་དེ་དོལ་རྒྱལ་གྱི་གོས་ཐང་གཅིག་འདུག་འོ་དེ་དཔར་འདི་བསྟན་བྱས། རྒྱ་གར་རམ་ཆེ་ཨིན་དོལ་རྒྱལ་བསྟན་གྱི་ཡོད་རེད། བྱས་ནས་འོ་དེ་འདྲའི་མགོ་སྐོར་བཏང་གི་འདུག་ག་ད་དེ་ང་མ་ཤི་བ་དེ་བསྡད་ཡོད་པ་ཡིན་དུས་ཙང་ནས་ད་མ་ཤི་གསོན་པོར་བསྡད་ཡོད་དུས་ཁ་མ་གྲགས་ན། མི་དེ་ཚོས་ཧམ་པ་སྐྱག་ཟིང་མ་བིན་ཞིབ་ཞིབ་འཁྲབ་གི་འདུག་ག།

དགེ་ལུགས་པའི་ཆོས་དམ་སྲི་ཅིག་དགེ་ལུགས་པའི་ཆོས་དེ་དམ་སྲི་བསྟེན་ཡག་ཅིག་གང་ས་ཕྱིན་པ་ཡིན་ནའི་དེ་སོ་སོ་རང་དབང་རེད་མ་གཏོགས་ཁྱད་ཁ་གི་མི་འདུག་མ་ཤེས་པའི་ཐོག་ནས་ཨོ་ད་འུད་ཀྱི་འུད་སྒྲོག་གི་རྗེས་ལ་ཨ་ནི་རི་བོང་ཅལ་འདྲོག་བྱས་ནས་ཕྱིན་པ་ཡིན་ན་གྱོང་རག་གི་རེད་དེ་སང་བ་དང་སྔན་མ་ང་ཡི་རི་བོང་ཅལ་འདྲོག་གང་ཕྱིན་པ་རེད་ང་རའི་ཉམས་མྱོང་གི་ཐོག་ནས་ད། དེ། ཧུད་རྒྱུག་ཆེན་འགྲོ་རྒྱུ་མི་འདུག་ཟེར་ནས་ངས་དེ་ཞུ་ཡག་དེ་ཡིན་དེ་ཁྱེད་རང་ཚོ་དགོངས་པ་བཞེས། གསུངས་སོང་ན། ཨ་མི་སྒེར་གྱི་སོ་སོའི་ཤེས་བཞིན་ཁྱད་དུ་གསོད་ངན་དེར་སྐད་ས་ཨ་མི་རི་ཀ་ལས་འདུག་དེ་བ་ལས་ཡོག་རེད་ཡུ་རོབ་ལས་འདུག་ཨོ་ད་དེ་གནས་ཚུལ་ག་ལ་ཤེས་བཞིན་ཁྱད་དུ་གསོད་ན། བར་སྐབས་དང། ང་ཕག་སོ་ཕྱི་རྒྱལ་དུ་བ་ཕྱི་བའི་བུ་ཐུག་ལ་ཡ། ལོ་ཁ་ཤས་གོང་ལ། རྒྱ་མི་ངོ་རྒོལ་བྱེད་མཁན་དང་གཞུང་བསྟེན་གྱི་ཚོགས་པ་ངོ་རྒོལ་བྱེད་མཁན་མཉམ་འདུག་མཉམ་འདུག་ཡོང་བསྡད་ཀྱི་རེད། ད་བར་སྐབས་ལོ་གཅིག་གཉིས་ནང་ལོགས་ལ་རྒྱ་མི་ངོ་རྒོལ་བྱེད་མཁན་དེ་ད་ཉུང་རུ་ཕྱིན་ད་མི་འདུག། ད་གཞུང་བསྟེན་ཚོགས་པའི་ངོ་རྒོལ་བྱེད་མཁན་སོ་མང་ཀུ་སེ་གེ་མི་འདུག་དེ་བས།

ཚེ་སང་ཨ་མདའ་རྒྱ་མི་པོང་པོ་གཅིག་ཡོད་རེད་ཁོས་ང་བདུད་རེད་ཟེར་བ་རེད། དེའི་གསང་རྒྱུད་དུ་དང་པོ་ང་གོ་དུས་ཙམ་ནས་ང་ཨེ་ཏྲ་ལིར་ཡོད། ཨེ་ཏྲ་ལིར་ཡ། ཅིག་གི་གྲོང་ཁྱེར་ཁག་མང་དགུ་གཅིག་གི་གྲོང་ཁྱེར་སྤྱི་ཁྱབ་དེ་འདྲས་ཨེ་ང་ཚོ་མཉམ་འདུག་ལ་འཚོ་བ་བྱས་བསྡད་ཡོད་རེད།

ཤ་ཟ་བ། ཨེ་བ་སི་ལགས་འདི་བ་ཁ་ཤས་ཡང་རྒྱ་མི་འདི་ནས་རེད། ད་དུས་ཀྱི་ར་སྐོག་དེ་རིང་རུ་རིང་རུ་འབྲུག་འདུག་ག་ཟེར་ལབ་ཡིན། ཁ་སྐད་མི་འདུག་བ་ད་ང་པེ་སྤྱིར་སངས་རྒྱས་ཀྱི་བསྟན་པའི་དགྲ་བོ། ཡང་སྒོས་འཇམ་མགོན་བླ་མའི་བསྟན་པའི་དགྲ་བོ་རེད་ཟེར་ནས་ཟེར་བསྡད་ཀྱི་འདུག་བ་ཁ་ཤས་ཡིན། འདི་ག་འདུག་ག་ལབ་ཡིན་ལབ་ང་ཁྱེད་ཁྱོད་ནས་མི་འདུག། ད་དེ་དེ་འདྲ་ཡིན་དུས་ཟ་ནས་ང་སྐྱོན་བརྗོད་བྱས་པ་ལྟར་དེ་སྔ་ག་གེ་ཁྲིག་མི་འདུག་ད་གང་ལྟར་ཁྱེད་རང་ཚོ་མགོ་སྐོར་ཐེབས་ན་ཡག་པོ་ཡོད་མ་རེད། ཤེས་ཡོད་བཞིན་དུ་ཁྱད་གསོད་བྱེད་མཁན་ཞིག་པ་ཡིན་ན་དེ་སོ་སོ་རང་དབང་རེད་འོ་ད་ག་རེ་བྱེད་མཁན་བྱེད་ངས་མ་མཐའ་མགོ་ནས་ངས་དེ་ལོག་ཡིན་པ། ཁ་ཆེ་ཕ་ལུའི་ལུང་དེ་བཤད་བྱས། ཁ་ཆེ་ཕ་ལུའི་སྙིང་གཏམ་བཤད་ཡོད་དོན་ཉན་དང་མ་ཉན་སོ་སོའི་བསམ་བློ་རེད་ཟེར་ནས་བཤད་པ་ནི་དེ་ཉན་དང་མ་ཉན་སོ་སོའི་བསམ་བློ་དེའང་རེད།

རྒྱ་གར་གྱི་སྲུང་སྐྱོབ་ཀྱི་སྡེ་ཚན་ནས་དོལ་རྒྱལ་ཚོགས་པས་ཏཱ་ལའི་བླ་མ་ལ་ཡང་ཉེན་ཁ་ཅིག་འདུག་ཟེར་ནས་དར་ས་ལ་ལྕགས་རི་གསར་པ་སྐོང་དགོས་ཡ་དེ་འདྲ་ཆགས་པ་རེད། ང་དེ་ཕྱི་རྒྱལ་དུ་བ་ཆེན་པོའི་ཁ་ཐུག་ལས་ཨ་མི་རི་ཀའི་སྲུང་སྐྱོབ་ཀྱི་སྡེ་ཚན་ནས་ཏཱ་ལའི་བླ་མ་ལ་ཉེན་ཁ་ཡོང་ས་གཅིག་དེ་དོལ་རྒྱལ་ཚོགས་པའི་ནང་ནས་ཡོང་གི་ཡོང་ཡ་ཉེན་ཁ་འདུག་ཟེར་ནས་དེ་འདྲ་བཤད་ཀྱི་འདུག། ལ་འདི་དོལ་རྒྱལ་བསྟེན་མཁན་དུ་ཆོས་གྲྭ་ཁ་ཤས་རེ་རེ་དྲེགས་པ་གདུག་རྩུབ་ཅན་བསྟེན་དུས་རྩ་ནས་མིའི་གཤིས་ཀ་དེ་གཙུག་བུ་ཞུབ་བྱེད་དགོས་འདུག་དང་པོ་མཚན་ཉིད་སློབ་དཔོན་བསད་སོང་མཚན་ཉིད་སློབ་དཔོན་བསད་པས་ད་དེ་ང་སྡོད་སའི་ད་ཐག་ཉེ་བོ་རེད་གཙུག་ལག་ཁང་གི་རྒྱབ་འདྲ་ལ་མཚན་ཉིད་སློབ་དཔོན་གྱི་གཟུགས་སྐུའི་ལོགས་ལ་ཡར་གྲི་བཅུ་དྲུག་བཙུགས་བྱས་ཆུ་བོ་དེ་བརྒལ་བར་བྱས་བསད་འདུག། ཉམས་རྟོགས་ལ་ཡ། དགེ་སློང་གཞོན་གཞོན་ཅིག། རྒྱ་སྐད་བདེ་བོ་ཤར་བྱས་བྱས། ཁོ་ཡུན་ནན་ནས་མ་རེད། ཡུན་ནན་ནས་རེད་བྱས་ནས་འོ་ད་རྒྱ་སྐད་ཡག་པོ་ཤར་བ་རེད་དེ་སྐད་བསྒྱུར་བྱས་བྱས། དེའི་ཁ་ཐུག་དེ། དཔེ་ཆ་གཅིག་རྟེན་འབྲེལ་བསྟོད་པ་རྒྱ་སྐད་ལ་བསྒྱུར་དགོས་ཡིན་ན་གཅིག་བསྒྱུར་དགོས་ཡོད་རེད། འདི་གཅིག་བར་སྲད། ད་འདི་ཉམས་རྟོགས་ལ་ཡང་རོགས་པ་གཅིག་ཡོད་རེད་འདི་མ་ཟད་ག་ད་མི་གསུམ་དུས་གཅིག་ལ་བསད་སོང། ཨན་དེ་ནས་ལྡི་ལི་དོལ་རྒྱལ་ཚོགས་པ་ཁོང་ཚོའི་གྲས་ཀྱི་མི་ཡང་མ་ཡང་འགྲོ་མ་འགྲོ་བྱེད་མཁན་དེ་འདྲས་ཁྱེད་རང་ཚོ་དྲ་ཚན་ནང་ཁོང་ཚོ་ཁ་ཤས་ཡོད་རེད། ཉེས་དང་ཟས་དང་ཅིག་སོགས་ལ་ཉེན་ཁ་ཡོད་ཡོད་པོ་འདུག་དེ་འདྲས་ཀྱི་ཉེས་དང་ཟས་པ་ཁ་ཤས་བྱུང་སོང། གཞིས་ཆགས་ནང་འགྲོ་བ་ལས་གཞན་ནང་དགོས་ངེས་འདྲ་བྱུང་སོང་བ་ལྟར་དེ་འདྲ་ཡིན་དུས། དེ་ཡང་ཁྱེད་རང་ཚོས། ཅིག་ཁ་སོ་རེད། མ་གཞི་ད། ང་ཕར་ཚུར་ཕྱིན་པའི་ཁ་ཐུག་ལས་ཁྱེད་རང་ཚོ་གྲྭ་ས་གྲྭ་ཚང་སོ་སོའི་ཁུངས་ནས་མི་དོ་སྣང་རོགས་བྱེད་ཀྱི་ལ་ང་བཀའ་དྲིན་ཆེ་ཟེར་གྱི་ཡིན་དེ་ཡང་ཉན་ཀ་མེད་པ་མ་རེད།

ཁྱེད་རང་ཚོ་གསུང་བྱ་མཁན་མི་འདུག་ག། ཛཱ་ཏཱ་པཱ་འདྲ་ལྷ་མོའི་ཚབ་དེ་ངས་བྱས་བྱས། ཨོ་ད། དེ་རྙོག་མ་སྟེང་རླུང་བྱེད་གོ་ཡ་གི། འབྱུང། འབྱུང་སྟངས། ཨེ་ནི་རྒྱུ་མཚན། འདི་ཡི་དེ། ད། བཤད་ཡ་དེ། ད་ངའི་ལས་འགན་སོབ་ཆགས་ཀྱི་ཡོད་རེད། ཨོ་དེ་འདྲ་ཡིན་དུས།